མོ་དེ་ཀ་ལས་ཀྱོ་ཁ་ཅིག་མེད་ངེས། དེ་ནས་མཆིན་ཁྲི་རེ་རེ་སོགས་ཀྱི་དབང་དུ་གསེར་རྟ་འགའ་དེ་ནས་ཀྱི་ལྟས་ཆེན་པོ་ཞིག་རེད་བླ་མ་ཡིད་བཞིན་ནོར་བའི་བཀའ་ཁྲིད། འོ་ད་དེ་ལས་པའི་རྒྱང་རེ་རེ་ཤོག་གི་ཞིག་རེད་བས་མི་རིགས་ཤིག་གི་དན་ཐོག་རེ་རེ་དེ་ཚོས་མིན་ན་འབྲོག་སུའི་ག་ཟེ་ཏོ་ཞིག་རེད། ཨ། ང་ཚོ་གིས་གི་དེ་ནི་འབྲོག་སུའི་ག་ཟེ་ཏོ་ཡིན་བལ་པ་གི་ག་ཟེ་ཏོ་ཡིན། དེ་ཚོ་འབྲོག་སུའི་ཏོ་ཏོ་ངན་མོ་ཆེ་བ་དེ་དེ་ནི་རྒྱ་ཁག་ཏུ་རྒྱ་མི་རིགས་དེ་ཚོ་གི་ཏོ་ཞོག་ཞིག་རེད་བ།

ཨོ། དེ་ཚོ་དེ། ཏོག་ཏོག་བསྡད་མི་འདུག་ད། དེ་ཚོ་ཧོམ་པ་རུ་རེད་ད། ག་རུ་པར་འདྲ་ཧོམ་པ་བཤད་གི་འདུག་བསམ་ན་ཧོམ་པ་བཤད་བཤད་ཀི་ན་ད་ཁྱེད་གཉིས་ལས་ཧོམ་པ་བཤད་ཆེ་ན་ཡིན་ན་ཐོག་མ་སུ་དང་འདི་ནི་རུ་རི་ཆུ་གྲོ་ལི་སོགས་ཡིན་བལ་གོ། དེ་དེ་ལ་ད་སྡང་ཚིག་ནས་བཤད་ན་ངས། ཨོ། དེ་རིང་འདི་གོ་སྐབས་ཆེན་པོ་རེད་མི་ལྔ་རྐྱང་འདུག་ཨ་ང་ཚོ་བལ་གྱི་སྐད་ཡིག་ཏུ་ང་ཡི་སེང་གེ་ཁོ་ཡི་སེང་གེ་ཅོག་ཅོག་ཡིན་ས་དེ་དེ་ཚོ་ལ་ངས་ག། མཁན་པོ་ཚེ་ཁྲི་ལོ་ཁྲི་ཁོང་ཚོ་ག། རྗེ་སྟོད་དུ་དེ་ཚོ་གོ་ད་གནད་འགག་ཅིག་བཤད་གི་ད། རེད་བ། འདི་ནོར་ལ་དེ་ནས་ཁྱེད་ཐ་སྙད་འཕྲོ་ལྷག་ཡེད་དོ་ཟེར་བ་དང། རེད་བ། ཨ་ནི་ད་ནི། ཀྱི། ཐ་སྙད་དེ་རྣམས་ཀྱང་འབྲེལ་བ་ཕ་མོ་ཆེ་ཞིག། དིང། ཅེས་ཕ་མོ་ཆེ་ཞིག། དིང་ར། རྒྱ་སྐད་ཚིག་མཛེས། ཅེས་པའི། པ་དྷིའི་སྔ་བ་ལ་གཞི་བྱས་ཤིང། དེ་ཡང་དེ་ར་རྒྱ་སྐད་ཚེ་ཏའི་ཚིག་མཛད་ཅེས་པའི་གཟི་བརྗིད་དེ་བྲིས་པ་ཡིན་ལ། དེ་མིན་སུ་དེ་ནས་དཀའ་ལས་རྒྱག་འདོད། ཚིག་མཛད་དེ་གཉིས་ཀྱི་ནང་དུ་མི་གསལ་བ་དང་དམིགས་བསལ་གྱི་ཚིག་འགའ་རེ་ཡི་གཏེར་ཕེབས་པའི་ཁུལ་གཞན་དག་ལ་བརྟེན་ནས་བྲིས་སོ་ལགས་ད། དེ་མཁན་པོ་ཚུར་གྲགས་ལུགས་འདི་གཅིག་པོ་མ་རེད་ད་ཁམས་པ་གཅིག་པོ་མ་རེད་ད་དེ་ཨ་མདོ་དང་ཁམས་པ་དང་དབུས་པ་གི་དེ་ནས་མང་པོ་མཁས་པ་མང་པོ་དེ་ཚིག་འཛགས་ནས་དེ་ནས་དེ་བཟོ་རྒྱུ་ཡོད་རེད་ད་སྔ་མ་མི་སྐད་གྲོགས་བྱས་དེ་བཟོ་རྒྱ། རྡོ་སྐས་སུ་གཏོགས་རྡོ་སྐས་དེ་ཚོ་བརྒྱ་ཤོག་ཡོད་རེད། དེ་ཚོ་ལྷ་ས་སྐད་སྤྱི་པོ་ལ་ངན་པ་བཤད་དེ་བཤད་ཡོད་མ་རེད། གཉིས་པོ་འགའ་ཞིག་ལ་མི་རྗེ་འདི་གཉིས་རེ་སྐད་ཡོད་པ་དེ་ནང་ལས། རྗེས་པའི་ཐུགས་ནས་གོ་བརྡ་འཕྲད་པ་ན་གཙོ་བོ། འདི་མི་དེ་ལ་གོམས་པ་བཞེས་ན་ལེགས་ལ། ཡང་མི་འགའ་ཞིག་གི་རྗེས་སུ། ཡི་སྐད་ཀྱི་མི་རེ་སྐད་ཡོད་པ་དེ་དག་ནང་རེ་ཞིག་དེ་ལྟར་མ་བཤད་ན། ཡི་ལ་ལ་གོ་བརྡ་མ་འཕྲད་པའི་དབང་གིས་མི་གསུང་ལུང་ག་ཚད་ནས་ཉོག་བཤད་བཟོ་རེད། གོ་བརྡ་མ་འཕྲད་པའི་དབང་གིས་ཡིན། ཡིན་པ་ཡང་རིམ་གྱིས་ཤེས་པས་མི་དེ་ལ་གང་ཞིག་བསྐོར་བར་བྱའོ་དེ་ལས། བདག་འདི་ན་བདག་པའི་དུས་སུ་རྒྱལ་བྱེད་གཉིས་པོ་དེའི་ངོ་བོ་ཞལ་ལས་སོགས་ལ་འབྱོར་རོ་མི་འབྱོར་དང། དབྱིན་ཇི་དང་རྒྱ་ནག་གི་མིས་ཇི་ལྟར་རྟོགས་ཚུལ་དང་སྦྱར་ཞིང་ངག་ཐོག་དང་ཡིག་ཐོག་གཉིས་ཀ་ལ་ལྡན་པའི

འོ་དེ། ཅིའི་འགྲོ་ལྡོག་དང་འཐམས་པའི་མིང་བརྡ། དག། དག་ནི། ཅུང་ཙག་གང་ན་ཤེས་དུ་ཕྲ་བའི་ཐ་སྙད་དུ། འཇིག་འགྲོ་བ་ཡིན་ནོ། དེ་རེད་གང་སུ་དག་དེ་རེད་དེ་ན་ཡི་གེ་ཤུ་རེ་བ་ཙག་ལ་བརྟེན་ནས་ཨ་ཚུགས་དང་འཐེན་འཁྱེར་མི་བྱེད་པ། ཤི་ཡི་ཐ་སྙད་ཅིག་ཆགས་སུ་འཇུག་པར་བྱེད་པ་གནད་དུ་ཆེ་བས་གཅིག་གྱུར་ལོག་ལས་དང་ལྡན་པ་གལ་ཆེའོ། དེ་རེད། དེ་རྫོགས་ཏེ་གང་འདི་ཚིག་འདི་དེ་ཚོ་ཤེས་ལ་ཕ་ཐག་ཉེ་བ་ཡོད་གོ། མི་མང་པོ་བྲིས་ཏེ་བཟོ་ནས། མདོ་དཔེ་ཁག་ཟེར་བ་མི་མང་པོ་བློ་བཟོ་བ་ནས་མང་པོ་ཕྱོགས་གཅིག་ལ་གསུང་རུང། གཡག་ཞར་ར་ཙག་ས་དོ་མི་བཟོ་ངེས། དེ་ཚོ་ག་ཚོད་ཡོད་དེ་ཚོ་ལ་ནུས་པ་ཆེན་པོ་རེད་དེ་ཚོ་ལ་ང་ཚོ་རྒྱ་ཤོག་བཟོ་གི་རེད། སྔོན་མ་ནས་ང་རོ་རྒྱ་ཤོག་བཟོ་ནས་ད་ལྟ་ལ་རྒྱ་ཤོག་བཟོ་ཡོད་མ་འོངས་པ་ལ་རྒྱ་ཤོག་བཟོ་ཡོད་དེ་ཚོ་ལ། ཨོ་དེ་ནས།